འགལ་བ་ཡང་དག་པར་འཛུགས་པ། སངས་རྒྱས་ཀྱི་གོ་འཕང་དམ་པ་མྱུར་དུ་བྱས་ནས་ཀྱང་ཐོབ་པར་བྱའོ་སྙམ་པའི་ཀུན་སློང་བསམ་པ་སེམས་བསྐྱེད་བཟང་པོའི་གསལ་གདབ་ཏུ་གསན་པར་ཞུ། ནང་པའི་ཆོས་སྐོར་ཚོགས་པའི་སྡེ་ཁག་ཚང་མའི་ནང་དུས་གསར་མཛད་ཁང་ནས།

དེ་ན་གཙོ་བ་ཁྱིམ་ཚང་འཆམ་མཐུན་བྱ་བ་ལམ་འགྲོ་ཡོང་བྱེད་སྲིད་པས་བཀྲ་ཤིས་སྨོན་འདུན་དང་མཉམ་པོ་ཚང་མ་ཡང་བསྐྱར་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ལས་ཞུ་སྐྱོ་ད་སང་ང་དང་ཡང་དག་སྣ་ཚོགས་ལ་མཉམ་མེད་སྒམ་པོ་པའི་གསུང་བ་མཛད་ཁ་ནས་བདག་པོ་དར་རྒྱས་ནས་གནང་ང། རྒྱུད་ནི་བདེ་གཤེགས་སྙིང་པོ་སྟེ་གཏེར་ནི་མི་ལུས་རིན་ཆེན་མཆོག་རྐྱེན་ནི་དགེ་བའི་བཤེས་གཉེན་ཉན་ཐབས་ནི་དེ་ཡི་གདམས་ངག་སྟེ་འབྲས་བུ་རྫོགས་སངས་རྒྱས་ཀྱི་སྐུ། ཕྲིན་ལས་རྟོག་མེད་འགྲོ་དོན་མཛད་གསུང་མཁའ་སྣང་ཞིག་ནི། ད་སྔ་དང་སེམས་ཅན་ཚང་མ་ལ། རིག་ཁམས་བདེ་བར་གཤེགས་པའི་སྙིང་པོ། ཡང་ན་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་འགྲུབ་ཐུབ་བྱེད་ཅིག་ནི་ནུས་པ་ཡོད་དེ་ཡིན་ནོ་གསུངས་ན་སྙམ་པོ། དེའི་ནུས་པ་འོ་དེ་ནི་ང་དང་ལུས་རྟེན་དགའ་གཟུགས་ཤིག་ག་ག་ཡོང་དགོས་ཞེས་ཁ་ཚ་དངོས་རྒྱག་བཟོས་ན། ད་གཙོ་བོ་འོ་དེ་ནི་མི་ལུས་རིན་ཆེན་མཆོག་འོ་སོང་བ་མཛད་དེ་ད་བསྟན་མི་ལུས་རིན་པོ་ཆེ་དགའ་འོ་ལུས་རྟ་མཆོག་རྣམ་གཉིས་དང་ལྡན་པ་སེམས་རྟ་རྟ་རྣམ་གསུམ་དང་ལྡན་དེ་ཡོད་མཁན་ཅིག་ཡོད་ན། ཨོ་དེ་བས་ཁ་དེར་ང་དང་ཡོང་དགོས་ཞེས་སོ་མ་ཁག་ཅིག་མི་འགྱག། ཅེས་ཞུས་ན་དེ་གཙོ་བོ་ལུས་རྟེན་ཕུན་སུམ་ཚོགས་པ་ཞིག་གི་ཐོག་ནས་ང་དང་ཆོས་དགེ་བའོ། རྒྱ་ལ་ན་མཉམ་པོ་སྒྲུབ་ཐུབ་ཅེས་ཆ་ནོ། ཨོ་དེ་སོང་པ། ང་དང་བདེ་གཤེགས་སྙིང་པོ་ཡོད་མཁན་པོའང་ལུས་རྟེན་ཕུན་སུམ་ཚོགས་པ་ཞིག་གི་ཁང་ཡོད་དགོས་ས་ནོ་སོ་མ་ཙི་དེ་ལྟར་དེ་གཙོ་བོ་ལེའུ་གཉིས་པའི་ན་སྐབས་ཟེར་ན། དར་བ་དང་ནི་འབྱོར་བ་དང་ཡིད་ཆེས་འདོད་དང་དང་བ་སྟེ་ལུས་ནི་གཉིས་དང་སེམས་ནི་གསུམ། དོན་ལྔ་ཡེ་ནས་བསྟན་མཆོག་དུས་གསུམ་སྲིད་དང་ལྔ་དང་དང། ལུས་ཐལ་འཆོར་རྣམ་གཉིས་དང་ལྡན་པ་སེམས་ཐར་པ་རྣམ་གསུམ་དང་ལྡན་པ་འདི་བསྟན་གྱི་གང་ཟག་ཏུ་བཟང་ངོ་གསུང་བ་མཛད་མཁན་ནང་སྲིད་ནི། འོ་ཚང་མས་སངས་རྒྱས་ཤོས་སུ་བལྟས་བའི་འགག་ལྟ་དེ་ནང་ནས་ང་དང་ཡིན། ལུས་སེ་ཐོགས་པའི་ཁ་ནས་བཞུར་ཏེ་སེམས་མེ་ཐོགས་པའི་ཁ་ནས་བཞུར་འཇལ་ནང་ལོག་སེམས་མེ་ཁ་ནས། གཙོ་བོ་ང་དང་དེ་སྔ་ཅུས་ཧོང་ནས་ད་ལྟ་ཟེར་མཁན་པོ་གོ་ཤར་ལ་མ་ཁག་ཆེན་མོ་ཡིན་ནོ་གསུང་བ་མཛད་དེ། དེ་ནས་ཁ་ཆུ་ང་དང་ད་ནས་བདག་ས་འཕགས་པ་ཆོས་ཅུས་ཡིན་འདོད་ཡིན་ནའང་ད་ལྟ་མེད་པས་མི་རྣམས་ལ་དཀར་པོའི་ཆོས་རྣམས་མི་འབྱུང་སྟེ་ས་བོན་མེ་ཡིས་ཚིགས་པ་ལ་སྨྱུ་གུ་སྔོན་པོ་ཇི་བཞིན་ནོ་གསུང་བ་མཛད་དེ་དེ་ནས་ང་དང་ད་ལྟ་རྒྱ་ལ་ཞིག་མེད་ན།

ད་ལྟའི་སྟེང་ནས་ད་ལྟ་བུ་ལ་ང་དང་ཕེ་སི་ཁེ་ར་ནང་མཉམ་པོ། དེ་ནས་ང་དང་ད་ལྟ་བུ་ལ་ནག་གསུམ་ཡོད་དེ་ནོ་ཟེར་ཏེ་སོང་ཟེར་ཏེ་འདུག་བ། བཅས་བྱུང་ན་དང་མགོ་མ་ང་དང་ཨི་ཆེས་ཀྱི་ད་པ།

དེ་བས་ཁ་ནས་ང་དང་ཡང་དག་པར་སྐད་ཆ་ཅང་མ་མང་པོ་ཡོད་དོན་བ། དཔེར་ན་བདག་ཅག་གི་སྟོན་པ། དེ་ནས་བཀའ་ཟུར་སངས་རྒྱས་ཚར་པའི་སྟེང་ན་ཡང། དེ་ནས་སངས་རྒྱས་སའི་ཞབས་ལ་ཤིང། དེ་ནས་ང་དང། གསང་མདངས་མཚར་མ་གཟར་སྐམ་པོ་གཟུགས་ལ་བཙལ་ཏེ། སངས་རྒྱ་སེ་ང་དང་ཞབས་ནས་སྐུ་ཁྲག་མ་དམར་པོ་བིང་ཡང་བཙལ་ཏེ་ནོ། འོ་ད་ལྟེ་བའི་ན་སྐབས་ལ་དེ་ནི་ང་དང་སངས་རྒྱ་ལ་བཀའ་འདྲི་ཞུས་ཏེ། ངེད་རང་བདེན་པའི་ད་རུང་ཡིན་ན་ཨི་ཚོགས་བ་དེ་ནི་བཀའ་གཟུགས་བཞག་པ་ཤིང་གསང་མདངས་མཚར་མ་གཟུགས་ཞེས་ཅི་ཡིན་ནོ། དེ་མ་ཚད་དུ་ཡིན་རང་ཨི་ཚོགས་སུ་དོན་དགའ་ཆོ་ག་དང་སྐུ་དྲག་བིང་སེ་སེ་དེ་དག་མ་ནི་དེ་དུས་ལ་མ་ལིང་ཞོར་གྱི་ཧ་སང་གེ་སའི་སྐུ་དྲག་ཚང་མ་མ་ནི་དགའ་ཆོ་ག་དང་བཅད་མ་ནི་མ་ཐུབ་པ་ཚམ་མ་ནི་བཅད་མ་ཉན་ན་ཀ་ནི་ཀ་རུ་ང་དང་ཧི་ལིང་ཞོར་དེ་དག་མ་ནི་མི་ཡི་ཡོད་མཁན་པོ་ཚང་མ་དེ་དུས་ལ་མ་ནི་ཀ་མ་ནི་ཀ་འོ་བདག་ས་ཚགས་པ་མཐོང་མ་མྱོང་ག་ཅིག་མཇལ་མ་མྱོང་ག་ཅིག་དེ་ནི་སང་གེ་སང་མཛད་པ་དེ་གཟུགས་ཅིག་མཛད་ལགས་ན་ཉམས་པོ། དེ་ནས་མི་ཚང་མའི་སེམས་མེད་ན་ཐེ་ཚོམ་ནང་རྣམ་རྟོག་མ་མང་པོ་ཞིག་སོང་སྟེ་ཧ་ལམ་ཧི་ལིང་ཞོར་སྐྱག་པ། འོ་དེ་ཡི་དུས་ལ་དེ་ནས་སངས་རྒྱས་བཅོམ་ལྡན་འདས་སུ་འོ་ད་ཡིད་འོད་ཁྱེར་བསྡད་ན། བདེན་པས་བཅོས་ཆོག་གི་རེད་ང་རང་རང་ཡང་ལ་སེ་ནས་མི་ཉན་ནོ་གསུང་བ་མཛད་དེ། ཀྱེ་གཞོན་ནག་མ་རྒོད་མ་དེ་ནས་ང་བྱང་ཆུབ་སེམས་དཔའ་འདས་པོ་སྙིང་རྗེ་ཆེན་པོ་ཟེར་ཁ་ནས་སྐྱེ་བ་ལེན་པའི་གནས་སྐབས་སེ་ན་ང། དེ་ནས་ང་ཅག་ད་ཚོའི་ནང་ཀི་སྟི་དང་སྟེ། ཐག་རིང་མ་ནོར་བུ་ལས་ན་ཆད་པིན། འོ་དེ་བས་དུས་ལ་དེ་ནས་ང་ད་ཡིན། དེ་ནས་ང་བྱང་ཆུབ་སེམས་དཔའ་དེ་པོ་སྙིང་རྗེ་ཆེན་པོ་དེར་ཁན་པོ་བུ་ཡིན་པིན། དེ་ནས་ང་ནང་མཉམ་པོ་དེ་ནས་བྱང་ཆུབ་སེམས་དཔའ་མང་པོ་བྱང་ཆུབ་སེམས་དཔའ་འོ་ན་དེ་ནས་ཁ་ཟུ་ང་དང་ས་ལ་ན་དེར་ཁན་བྱང་ཆུབ་སེམས་དཔའ་མང་པོ་བཞུགས་སེ་ཡོད་པིན། འོ་ད་དེ་ནས་དེའི་དུས་ལ་དེ་ནས་ཁ་ཟུ་ང་དང་མིན་སེམས་དཔའ

གྲུ་འཛིན་བུམ་དབྱངས་བུ་བཅས་བྱོས། ད་གལ་ཏེ་སྐབས་གྲུ་འཛིན་བུམ་དབྱངས་བུ་དེ་དེ་ནང་ཁུལ་བ་ང་དང་ཆུ་འཛུལ་དེ་ཡོང་ན་གྲུ་འཛིན་བུ་ཆུའི་ནང་ཁུལ་བ་དེམ་སའི་བྱ་བྱེད་ལོག་ཐུབ་ནས་ང་ཅག་དེ་ན་ཡོད་མཁན་པོ་ཚང་མ་རང་བཞིན་ནས་ཁོའི་དེ་ནས་ཟ་ཐང་ཅིག་འགྱུར་འདུག་གསུངས་པ་ཟང་མ་ཚད་པས་ད་སྤྱིར་བཏང་ནས་ད་ང་ཅག་ཚང་མ་ད་ཁོའི་ས་དེ་ཁོ་རང་ཉེས་པ་ཡོང་བྱེད་ཡིན་ལོག་པ་དེ་མ་ཚད་པས་དེ་ནས་དཀའ་ཟུག་བྱང་ཆུ་སེམས་པ་སཱ་ལ་ན་སྟེ་ཡོད་མཁན་ནས་བྱང་ཆུ་སེམས་པ་མང་པོ་ཞིག་གི་སྐུ་སྲོག་པོ་དེ་ཁག་ང་དང། བཀོད་ལ་ཆ་ན། དེ་ནི་ཁོ་རང་མ་སྡིག་པ་ཆེན་མོ་ཅིག་ཟ་ཁང་གི་ནང། སྐྱེ་བ་མ་ནས་མང་པོ་ན་ནས་མང་པོ། ངན་སོང་བ་ན་ནས་མ་ནས་མཐར་རྒྱུད་མ་ནས་མི་ཁྱོད་ཅིག་གི་ལགས་སུ་ངན་པ་ཅིག་བཙགས་འདུག། གསུངས་པ་སང་དེ་ནས་དེ་མ་ཚད་པའི་དང་ངའི་གལ་ཏེ་སྐ་ཀོ་བ་རྫོགས་ཤེས་སྐྱོབ་ཐུབ་ན། འོ་ད། བདེན་པས་ངས། ཁོ་སྐྱོབ་ཁ་ནས། དེ་ནས་བཀའ་ཟུར་ང་དང་ལཱས་ངན་པ་ཅི་ཞིག་བཅོས་གནང་དེ་ལཱས་ངན་པའི་འདྲེ་སྦུག་ང་རང་རང་མྱོང་ཐུབ་ཅེས་རག་དེ་གསུངས་པ་བཟང་ལྟར་སྐྱོབས་ན་དེ་ནས་བདེན་པའི་བྱང་ཆུ་ཟེན་པ་དེ་ཟུག་གི་ས་ལ་ནཱས་དེ་ཡོད་མཁན་ཚང་མ་སྐུ་སྲོག་སྐྱོབས་པ་བཟང་ང་རྒྱལ་བ་མ་མང་པོ་ན་ན་མང་པོ་བཙགས་ཐུབ་འདུག་དེ་གསུངས་པ་ཟ་ན་ངའི་སྐུ་ལ་དཔེ་ན་ན་ཡོད་མཁན་ནི་མདུང་བུ་འཕྲོགས་སེ་ཁྱོངས་སེ་ཁོ་རང་རང་ངའི། བཙུགས་ཟེར་ནའང་ཁོ་རང་བུ་ངའི་ས་ཐོག་བྱུང་ཟེར་ཏེ་འོ་དེ་འོ་དེ་ནས་དེ་ཟུག་གི་ལ་ཞིག་བསགས་པས། གསུངས་པ་སང་ད་མི་ནག་མདུང་ཐུང་ཟེར་མཁན་པོ་ལ་ངས་མདུང་བཙུགས་མཁན་པོའི་གཞས་ཏེ་དེ་ལ་ས་ནས་མིན་པོ། བདག་ས་ཡིན་ན་ང་ཡི་ས་ཞིག་གི་ང་ད་རུང་མྱོང་དགོས་ཟེར་ནོ་ད་དེ་ནས་མིན་ནས་གཞས་ས་དང་ངའི་ཡི་གེ་སྐམ་པའི་ཁ། དགའ་བཞུགས་ང་ད་ཤིང་བསགས་སྦྲང་བཞུགས་མཁན་པོ་ཚར་མ་བཞུགས་ཏེ་ང་ཁྲག་པའི་མགོ་ཤེས་བྱས་ནས་རྒྱུ་མཚན་དེ་བས་ཡིན་ནོ་ཟེར་ཏེ་དེ་ནས་སང་རྒྱ་རང་ངས་དེ་ནས་ཁ་ཟུག་བཞག་ནས་དེ་ཟུག་སོང་ཟེར་ཏེ་ཁ།

དེ་ནས་གཅིག་ནང་གཅིག་ག་ད་དེ་ཁྱོང་ཟེར་ཡོད་ཁ་ནས་དེ་མི་བུ་ཚང་མ་དེ་ནས་ཁ་ཟུག་གཅིག་གིས་ག་འོ་ས་བཅད་སི་ཕི་ཡ་ད་དེ་ཁྱོང་རྒྱ་ག་ད་དེ་མི་ཚང་མ་ལས་པ་ན་མཉམ་པོ་དེ་མི་ཡིན་ས་ཏི་ན་དེ་ནས་བདེན་པའི་མ་ནས་མ་འགྲིག་ག་རང་ལ་སྡུག་བསྔལ་བོ་རང་མྱོང་གོ་ཤེས་ཅན་བདེན་པའི་སངས་རྒྱ་ཤ་ཁད་ཐུབ་པ་ཙོག་ཞིག་ཡིན་ན་ཡང་ཨི་ཙོག་བའི་སྡུག་བསྔལ་བོ་མ་ནས་མྱོང་གོ་ས་ཡོད་ན་དེ་ནས་ང་ད་རང་ཙོག་མི་ཞིག་ད་མྱོང་གོ་ས་ད་གོ་བསམ་ཁ་ནས་བསམ་པ་ཡོང་ས་དེ་ས་བཅད་སི་སོ་བཙན་པོ་མེད་ཁན་ཆ་བཅད་སི་ཐབས་ནང།

ཁག་ཆེན་མོ་ཡིན་ཀྱང་བཞུགས། ད་ལྟའི་བར་ལ་དེ་ནི་ང་དང་ལཱས་སྦྲེལ་ལ་ཡིད་ཆེས་པའི་དད་པ་ཞུ་མཁན་པོ་དང་དེ་ནང་དེ་རྫོགས་སུ་མ་མང་པོ་ཡོད་དེ་ནོག་ད་ལྟའི་སྟེང་ནས་དེ་ནི་ང་དང་འདོད་པའི་དད་པ་ཞུ་མཁན་པོ་འདང་བཞུགས་དེ་ནོག་ག་ཅོ་ང་དང་འདོད་པའི་དད་པ་ཞུ་མཁན་པོ་དེ་ནི་བླ་ན་མེད་པའི་བྱང་ཆུབ་སྒོ་འཕང་རིན་པོ་ཆེ་དེའོ་དེ་ནི་ང་དང། མ་ནི་ཁྱད་པར་བྱང་གིས་མཐོང་སྟེ། ད་ག་གཟུགས་ང་དང་ཅི་འོང་ནི་བྱང་ཆུབ་བོ། ང་དང་མ་བྱང་ཆུབ་བའི་སྐྱེ་བོ་ཆེ་འབྲིང་ཆུང་གསུམ་མའི་བྱང་ཆུབ་ཡོད་དོ། དེ་ན་ནི་ད་ཐེག་ཆེན་བྱང་ཆུབ་པའི་སེམས་མི་ཐོགས་ནས་ཁ་ནི་ང་དང་ད་ཐེག་ཆེན་ནི་བྱང་ཆུབ་པའི་སེམས་དཀའོ། སེམས་ནི་རང་བཞིན་ལ་ཡོད་མཁན་ནི་དྲི་མ་ཚང་མ་དབང་མེད་མཁན་ཆོས་ཐོབ་བྱེད་ཅན་ནི་དེ་ནི་དེ་བྱང་ཆུབ་བོ། དེ་ནི་ཉན་རང་ངས་དྲི་མ་མེད་མཁན་ཆོས་དེ་ཐོབ་ཁ་ནི་བྱང་ཆུབ་པའི་ཟང་ས་ལགས་པས་བྱང་ཆུབ་ཅིང་གྱུར་ཏེ་དེ་ནོ། ཉན་རང་གིས་གཙོ་བོ་དེར་ང་དང་འཁོར་བ་རྣམས་ངོས་བཟུང་བས། མཐར་དེས་ཐར་པ་ཐོབ་ཅེས་བསམ་གཅིག་མས་ནི་བླ་ན་མེད་པའི་བྱང་ཆུབ་པོ་ཐོབ་ཐུབ་བ་མ་ནོར་བ། དེ་ནི་བླ་ན་མེད་པའི་བྱང་ཆུབ་པོ་དེ་ནི་ཐེག་པ་ཆེན་པོའི་ཐུན་མོང་མ་ཡིན་པའི་ལམ། ཉམས་ལེན་བཅོལ་སའི་ལྟེ་བའི་ཁ་ནས་ཐོབ་བྱེད་ཅན་ཡིན་པ་སོགས་ཁྱད་པར་ཅན་དུ་མཐོང་ནས་དེས་ཐོབ་བྱེད་སའི་ཕི་ཡ་དེར་ང་དང་གུས་པ་བཅོལ། གུས་པ་དང་མཉམ་པོ་དེ་ནི་བླ་མ་བསླབ། ཨོ་རྟེན་རྫོགས་སའི་དེ་ན་བླ་མ་བསླབ་བྱའི་སེམས་འདོད་པ་ཡོངས་གང་ཐུགས་འདོད་ཅན་དགོངས་ན་དེ་རིང་ང་དང་དུས་གཟུགས་ཡིག་ལམ་མེད་ཚེ་སྐལ་བ་ན་ཁ་ཆག་ན་སྙིང་པོ་ཡོད་མཁན་ནས་ད་པཱ་སྐྱེ་གང་བུག་ཅིང་འོང་ཞོག་ན་འདོད་པས་ད་པཱ་ཡིན་འོང་ཞོག། ད་དེ་རིང་ང་དང་ཨེ། ད་དང་བས་ད་པཱ་ཞོག་གང་བུ་ནོ་ན་གསུམ་པའོ། དང་བས་ད་པཱ་ནི་ཡུལ་དཀོན་མཆོག་གསུམ་ལ་བརྟེན་ནས་སྐྱེ་བ་ཡིན་ཏེ། ད་དང་བས་ད་པཱ་ས་གང་བུ་ག་གཟུགས་ཤིག་ག་སྐྱེ་ནོ་ཞུ་ན། དེ་ནི་ང་དང་ཨེ་ཡུལ་དཀོན་མཆོག་གསུམ་སངས་རྒྱས་དཀོན་མཆོག་སྐྱབས་དོན་དཔའ་བོ་ཆོས་དཀོན་མཆོག་སྐྱབས་ངོ། དགེ་འདུན་དཀོན་མཆོག་སྐྱབས་སུ་གྱུར་པའི་ཟླ་གྲོགས་འོག་སོང་བ་མཛད་དེ་འོ་ད་ལྟའི་ཚང་ཁའི། དེ་ནི་ང་དང་ཡོན་ཏན་ཚང་མ་མཐོང་བ། ཡོན་ཏན་ཚང་མ་ཐོས་པ། ཡོན་ཏན་ཚང་མ་མཇལ་བ། ཡོན་ཏན་ཚང་མ་ཨི་ཐུག་ཅོག་སྟེ་དེ་བས་ཁ་ནས་དེ་ནི་ང་དང་ད་དང་བའི་དར་པ་ཟེར་མཁན་པོ་སྐྱེ་ཡ་ནོ། དེ་ནས་དར་པ་སྐྱེ་བ་ཡིན་ཏེ། ད་ག་ཟུག་བ་ཡིན་ནོག་བཞོན་ན། སྒོ་མ་ང་དང་ལམ་སྟོན་པ་པོ། ག་ཟུག། ལམ་སྟོན་པར་བྱེད་པ་སངས་རྒྱས་དཀོན་མཆོག་དང། ལམ། དུ་བསྒྱུར་བ་ཆོས་དཀོན་མཆོག་དང་ལམ་སྒྲུབ་པའི་གྲོགས་སུ་གྱུར་པ་དགེ་འདུན་དཀོན་མཆོག་ལ་མོས་ཤིང་གུས་པ་ལ་སེམས་དང་བའོ། འོ་ད་བདེན་པས་ང་དང་ལམ་སྟོན་ན་ཛབ་ཀྱ་ན་སངས་རྒྱས་དཀོན་མཆོག་བུ་མོ་བཀའ་དྲིན་ཆེན་མོ་ཡིན། འདི་ནས་བཟང་ལོ་ཉིས་སྟོང་ཧ་ལམ་དྲུག་བརྒྱའི་སྔོན་ལ་མི་ཡུལ་ཛམྦུ་ལ་འཇིག་རྟེན་ནས་ག་སངས་རྒྱས་བཅོམ་ལྡན་འདས་ཕེབས་པ་ཛད། འཕེལ་བར་མཛད་པར་མ་ཟད་དུ་དོན་ལྔ་དང་ཡང་སངས་རྒྱས་ལ་ཆོས་སྐྱེ་འཁོར་ལོ་བསྐོར་བར་བསྐུལ་བ། གསོལ་བ། བཏབ་པ་ནང་བཞིན་ནི་སངས་རྒྱས་སུ་ཆོས་སྐོར་བསྐོར་ར་མཛད་སངས་རྒྱས་སུ་ཆོས་སྐོར་བསྐོར་ར་མཛད་མཁན་ནི་དོན་ལྔ་དང། སངས་རྒྱས་དངོས་སུ་འཕེལ་བར་མཛད་མཁན་ནི། དོན་ལྔ་དང་ཡང་དག་སྐུ་གཟུགས་ཡེ་སངས་རྒྱས་ཟེར་འགྲོ། ཡང་བསྟན་མེད་ནི་དོན་ལྔ་དང་གཙོ་བོའོ། དེ་ནི་གོང།

དེ་འོད་ཀྱི་སྐུ་ཞིག་མིན་པར་གཙོ་བོ་དེ་ལྔ་དང་ལམ་རྒྱུད་ལ་བརྟེན་ཏེ་ང་དང་ངའི་སེམས་མི་ཐོགས་པའི་ཁ་ནས་ཉོན་མོངས་པ་ཚང་མ་མེད་མཁན་ཆོས་ཅན་སོགས་ཐབས་ལམ་ཚང་མ་ཧ་གོ་མཁན་སངས་རྒྱས་སུ་སུའང་མཛད་མཁན་གསུང་ཟབ་མོ་ལྟེ་བའི་ཁ་ནས་ང་དང་རང་ཕན་ཐོགས་མཁན་ཚང་མ་གཅིག་ལོངས་སུ་ལམ་དུ་གྱུར་པའི་ཆོས་དཀོན་མཆོག་བཞུགས་མཁན་པོ་དང་འགོག་བདེན་འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག་བཞུགས་མཁན་པོ་ཡིན་ནོ། འོ་དེ་བས་ན་དེ་ནི་ལམ་བསྒྱུར་བའི་གྲོགས་སུ་གྱུར་བ། ལམ་སྒྲུབ་བྱེད་སྲིད་པའི་གྲོགས་སུ་གྱུར་ཏེ་ཡོད་མཁན་དགེ་འདུན་དཀོན་མཆོག། དགེ་འདུན་ཀུན་སྐྱོང་བྱེད་ན་མེད་ཀ་མེད་དེ་ནི་ང་དང་ད་གྲྭ་བ་བླ་མ་རིག་ཡོང་དགོས་ཞེས་ཀྱང་ཁག་སེམས་མེད་ཀྱང་སྐྱེས་བཞིན་དུ་ཐུགས་དགེ་བས་འདུན་པ་དང་མི་འབྲལ་བའི་ཆ་ནས་དགེ་འདུན་མཛད་དེ་སོང་བ་ཇི་སྟེ་དུ་བ་ནམ་མི་སྣང་སེམས་མེད་ན་ནི་དགེ་བའི་ཆོ་ག་བསྐྱོད་དང་མཛད་མཁན་ཡིན་ན་དགེ་འདུན་གཞོན་ནུ་སྟེའོ་ཟེར་ན་ད་དུ་ཡོད་མཁན་ཚང་མ་དགེ་འདུན་ཡིན་ནོའོ་དེ་གསུངས་པ་དང་དགེ་འདུན་ཀུན་སྐྱོང་ལ་མོ་ཞིག་གུས་པར་བྱེད་པ། དགེ་བའི་ཆོ་ག་ལམ་ལྟ་ན་མཛད་མཁན་དགེ་བའི་ཆོ་ག་ཁྲིད་དང་འཁྱེར་དང་མཛད་མཁན་དགེ་བའི་ལམ་སྦིས་ལ་དེ་ནི་ང་དང། མ་ནི་ལོག་པ་མ་ཡིན་གན་ཨིན་ལུགས་སུལ་ཏན་གྱི་རུ་སྟ་ན་འཛབ་མཁན་ལ་དེ་ནས་ཏེའུ་ལ་ང་དང་ལྡན་པའི་ཨེ་སེམས་མེད་དེ་ནས་དག་པ་སོང་ཟེར་ཡོད་མཁན་པོ་ལ་དེ་ནས་ཅི་ལོག་ཟེར་ན་སེམས་དང་བའི་དག་པ་ཟེར་མཁན་པོ་ཏེའུ་ཡིན་ནོ་ཟེར་ཏེ་གསུང་ལོག་པའོ། དེ་ལྟར་ཡང་ཕྱོགས་མངོན་པ་ལས་དང་མངོན་པའི་རྣམ་ཀུན་ཅི་གསུང་བ་ཅི་དོན་དང་གསུང་ན་དག་པ་གང་བྱེད་ན་དག་པ་དཀའ་བ་ཡིན་ནོ་ཟེར་ན་སྙམ་པོ་ལས་དང་འབྲས་བུ་དང་ལྡན་པ་དང། དཀོན་མཆོག་ལ་མངོན་པར་ཡིད་ཆེས་པ་དང་འདོད་པ་དང་སེམས་དང་བའོ་ཞེས་གསུངས་སོ། འོ་ད་ཅི་ནང་བཤོས་ན། གཙོ་བོ་དང། ད་ལས་དང་ནང་བཤོས་ན་ཉབ་པོ་ལ་འགལ་བ་དང་མི་འགལ་བ། ད་ག་གཟུགས་ཅན་ཡིན་ན་དེ་གཉིས་སེལ་ན་བསྡུ་བ་ནོར་བ་ལ་ཚང་བ།

དེས་ན་མ་འདྲེས་ཀ་ནས་ལུགས་མ་དང་འཛག་མཁན་གྱི་དམིགས་བསལ་ལས་ཀྱང་མི་རུང། འོ་དེ་སོང་བ་སང་ད་དགེ་བའི་ལྷ་དང་མི་དགེ་བའི་ལྷ་ག་ཟུག་ཞིག་ཡིན་ནའང་དེ་གཉིས་ཀ་ནང། དེ་ལ་བརྟེན་ཏེ་འདྲེས་བུའང་དེ་ནི་ང་དང་སྡེ་བ་ན་སྡུག་བསྔལ་ཞིག་མ་ནི་གཉིས་སད་མ་ནི་ད་བདེ་སྡུག་འདྲེས་མ་ཞིག་ཡོད་མཁན་གྱི་ང་དང་ཕའི་གཉེན་ཆད་མེད་དེ་ནོ་བ་དེ་སོང་བ་དེ་ཚེ་འོ་འདྲེས་བུ་སྡེ་བ་ན་སྡུག་བསྔལ་ག་ཟུག་ཞིག་ཡོང་གི་ཡོད་མཁན་ནང། ད་དེ་འོ་ལ་དེ་ནི་ང་དང་ལྡན་པ་དང་བཞོན་ན་མཉམ་པོ་སྡུག་བསྔལ་ལྡན་པ། འོ་དེ་ནི་དེ་ན་ཚོགས་པ་དེ་ནི་ང་དང་ཀུན་འབྱུང་ལྡན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་བཞུགས་ཟེར་ད་དེ་ཚོགས་པ་དེ་ནི་ང་དང་བདེན་པ། དཀོན་མཆོག་གསུམ་གྱིས་བསྲུང་བས་ན་ང་དེ་ནི་མངོན་པར་ཡིད་ཆེས་པ་ག་གཟུགས་ཤིག་བསྲུང་བ་མཛད་མཁན་ནི་སངས་རྒྱས་གསུང་མཁན་དེའོ་ལགས་དེ་ནི་ང་དང་གཉིས་ཆ་ཚང་བའི་ཡིད་ཆེས་སྐྱེ་བ་མཛད་མཁན། དེ་ཡོད་ན་གཙོ་བོ་དེ་ནི་ང་དང་དག་ལས་འབྲས་ལ་ཡིད་ཆེས་པའི་དག་པ་ཟེར་མཁན་པ་ཡོངས་འདུའོ། དེ་བཞིན་དུ་དག་ང་དང་དེ་ན་ཚོགས་པ་ཐུགས་བསམ་མེད་ན་འགོ་བ་འདོད་པ་ཤུགས་ཆེན་མོ་སྐྱེ་མཁན་པས་ན་འགོ་བ་དེ་ནི་ཅིས་བྱུང་ལགས་སོ་ན་འདོད་པས་ད་ལྟར་ཞུ་བ་ནོ། ད་དེ་ན་རྩོལ་བ་དེ་ནི་ང་དང། སངས་རྒྱས་སེ། དེ་ནི་ང་དང་སྐུ་གཟུགས་ལ། སེམས་དང་བ་ཤུགས་ཆེན་མོ་སྐྱེས་མཛད་མཁན། འོ་དེ་ནི་ང་དང་དེ་ན་རྫོགས་ཆོས་དང། དགེ་འདུན་ཚང་མ་ལ་སེམས་དང་བའི་སེམས་ཅིག་སྐྱེས་ན་དེ་ནི་དེ་འོ་ལ་སེམས་དང་བ་ཟེར་ར་ནོ་གསུངས་པ་སངས་ད་ད་པ་འོ་ལ་དེ་ནི་ང་དང་ན་བ་གཉིས་སྟོན་པས་སོ། འོ་ད་དེ་གཟུང་བའི་རིམ་པ་ཅུང་ཟད་གསུངས་བས་ཀྱང།

མཆོག་ཡིན། ཟེར་ཏེ་གསུང་བ་འདི་ལྟར་དུ། འོ་ད་ཡིད་པའི་ནང། དེ་ནས་ཡིད་འདྲེན་གསེབ་ཏུ་ཡོང་ནས་རེ་རེ་རེ་རེ་བྱོས་ཏེ་ཡོང་ལ། ད་འགོ་མ་ང་དང་མདུན་དང་བཞུགས་ཁ་ནས་མདུན་པར་བཞུགས་ན། དེ་ནི་ང་དང་ཡང་དག། བྱེད་ཆོག་པ་རེད་རང་གསལ་མེད་ན་ཟམ་ཁ་འཛོགས་སུ་ཡག་གོ་བསམ་བ། ད་རྟེའུ་གཅིག་འགག་བྱོས་ན་ད་འགོ་མའོ། དེ་ལ་མདུན་པ། མདུན་པའི་ཆོས་ལ་མི་འདའ་བ། ད་མདུན་པའི་ཐོག་ནས་ང་དང། ཡང་ཆོས་ལ་མི་འདའ་བ་ཅི་ཡིན་ནོ་ཞུས་ན། དག་པ་ལ་མི་འདའ་བ་དང་ཆོས་ལ་མི་འདའ་བ་དེ་བས་ནོ། འདོད་ཆགས་ཀྱི་ཕྱོགས་ནས་ཆོས་མི་འདའ་བ། ཕྱོགས་ནས་ཆོས་མི་གཏོང་བ་དེ། ད་ང་དང་ཁྱེད་དང་ནི་ཆགས་པ་མ་ཆེན་མོ་ཞིག་སྐྱེས་ནོ། ཡིན་ནའང་ཆགས་པ་ཆེན་མོ་ཞིག་སྐྱེས་ནའང་ཆགས་པ་སྐྱེ་མཁན་པོ་རང་ཐོབ་པ་ན་མཉམ་པོ་དེ་ནི་ཆོས་སུ་མ་ནས་མེད་མཁན་ཆོས་དང་ཅི་ཞིག་ཡིན་ནོ་ཟེར་ན་དེ་གཟུགས་མ་ནས་མེད་ནོ་ཞེས་དམིགས་པ། དཔེར་ན། གཞན་ཞིག་ན་རེ་ཁྱོད་ལ་ཟས་ནོར་རམ་བུད་མེད་དམ་རྒྱལ་སྲིད་ལ་སོགས་པའི་བྱ་དགའ་ཆེན་པོ་གཏེར་གྱི་ཆོས་མཐོང་ཟེར་ཡང་མི་མཐོང་བ། འོ་ད་འདུན་པ་ཟེར་ན་ཉོན་པོ་ང་དང་ནོར་ལ་ཆགས་ཟེར་མ་ཆེན་མོ་ཡོད་དེ་ནོར་བ། ད་རང་ཡང་སེམས་མེད་ན་ཅི་དང་ཅི་ཞིག་དགོས་ཤེས་ཡོད་ནའང་ད་འདོད་པ་མ་ནས་ཡོད་མཁན་པོ་ཞོ་ནོ། ད་ལྟེའུ་ལ་ང་དང་གཞན་ཆགས་ཤུགས་ཆེན་མོ་ཡོད་པ་སང་དེ་ནས་ང་དང། ད་དེ་ཚོ། རང་ལས་ཆགས་པ་ཡོད་མཁན་རང་སྒོ་གསུམ་ཡོད་མཁན་གྱི་ཐོབ་པ་ན་མྱང་པོ་ཆོས་སུ་འཕང་བྱེད་ཡིན་ནོ་ཟེར་ན་མ་ནི་འཕང་བྱེད་མིན་ནོ། ཆོས་མི་མཐོང་བ་དཔེར་ན་ཅི་ནོ་ཟེར་ན་མི་གཞན་མ་ཞིག་གིས། མི་ཁ་ཅིག་གིས་ཁྱེད་དེ་ན་ཁྱོད་རང་ལ་ང་མ་ནི་དེ་རིང་པ། ཁྱོད་རང་མ་ནི་མ་ནི་ཟ་བྱེད་འཐུང་བྱེད་ལྟས་མ་ནི་ང་ཅན་ང་ཅན་མི་འདྲ་མི་འདྲ་ང་ན་ད། དེ་ནས་གཙོ་བོ་དེ་ནི་ཁྱེད་རང་ཨ་ཀ་ཟུག་ང་དང་བགོ་བཤའ་བྱས་ནས་བུ་མོའི་རིགས་གསོག་ཤིག་བགོ་ཟེར་ན་དེ་ནི་ལྟེ་བ་ངས་ཁྱོད་རང་ང་ནས་མ་ནས་བཏང་ཨེ། ཡ། དེ་ནས་གཙོ་བོ་དེ་ནི་ང་དང་ཐོབ་བགོ་ས་རྒྱབ་ཤི་དེ་རིགས་ཟེར་ར་བཙོག་དེ་ནི་ང་དང་ཡོད་ན། ད་རྒྱབ་སེ་ན་དུན་ཟེར་ར་བཙོག་སེ་འགྲོ་རིན་ཆ་ནི་རིགས་ཨོ་དེ་བཙོག་སེ་དེ་ནི་ང་དང་ཐོབ་བགོ་ས་ཡིན་འགྲོ་རྒྱུའི་དཔལ་འབྱོར་ཡིན་འགྲོ་གཏམ་སྙན་གྲགས་ཡིན་འགྲོ་ཅི་དང་ཅི་ཞིག་ཡིན་ན་དེ་གཟུགས་ཤིག་ངས་མ་ནས་ཁྱོད་རང་ཨ་བྱ་དགའ་ཆེན་མོ་ཞིག་རྔན་པ་ཆེན་མོ་ཞིག་བཏང་ཨེ། ཡིན་ནའང་ཁྱོད་རང་ཨ་ལ་ཅིག་ཅིག་ཅོ་བྱས་ཡོད་ལྟེ་བུ་ཅིག་ཅོ་བྱས་ཟེར་ན་ཆོས་པོ་རང་ཁྱེད་རང་མ་ནས་བློར་གཏོང་ཞེས་རུང་དང་ཆོས་སུ་ཚིར་སྐྱག་ནང་ཁ་ཁྱེད་རང་མ་འདྲུལ་ཟེར་མཁན་པོ་ནང་དོན་དག་པོ་ཁྱེད་རང་སེམས་མེད་ན་ཆོས་སུ་ཚིར་སྐད་ནང་མ་ནས་མ་འདྲུལ། ཁྱེད་རང་སེམས་མེད་ན་ཆོས་སུ་སྐོར་ལ་དེ་ཙམ་ཅིག་མ་བསམ་ཆོས་སུ་མ་ནས་མ་སྤྱོད་ཆོས་སྤྱོད་ན་མ་ནས་སྤྱན་གང་ཕ་འདོག་མ་སྐྱག་ཟེར་ར་ཟུག་ཟ་དེ་ཟུག་ཅིག་བསམ་པ་ཞིག་བཏང་ཟེ་ཆོས་པོ་བང་རྩལ་སྲིད་པའི་ནོར་ཅལ་ལག་ནང་རྒྱུས་པ་འཇོག་ན་གཏམ་སྙན་གྲགས་ཅི་དང་ཅི་ཞིག་ཐོབ་ནའང

ཁོང་ཁྲོ་བའི་ཕྱོགས་ནས་ཆོས་མི་གཏོང་བ་སྟེ། དཔེར་ན་གཞན་ཞིག་གིས་བདག་ལ། སྔར་ཡང་གནོད་པ་ཆེན་པོ་བྱས་ལ། ད་རུང་ཡང་གནོད་པ་ཆེན་པོ་བྱེད་དུ་འོང་བས་བྱེད་དུ་འབྱུང་ཡང་ཆོས་མི་གཏོང་བའོ། ད་མི་གཞན་མ་ཞིག་གི་ཁ་འོག་རང་ཧྲོག་ཡོང་བྱེད་ཅན་གྱི་ཁ། དཔེར་ན་ཁྱེད་ལྟར་ན་ང་དང། ཆོས་པོ། སྤྱི་ཡོད་ནོག་བྱོན་ན་ཧྲཱི། ཡོངས་ཚད་ཆ་ནས་ང་ད་འགལ་ཟླ་བྱུང་བ་ནི་ཆོས་སྤོ་ང་དང་བཟོད་སྒོམ་བྱོས་བྱས་སོ་ཡིན་ནོ་ཨ། ད་མི་སུ་ཞིག་གིས་དེ་ནི་ང་ད་སུ་ཞིག་ག་དཀའ་བོ་ཁྱེད་ད་ན་ད། ཧྲཱི། མ་ནས་ཤུགས་ཆེན་མོ་བཏང་ན་ཁོང་ཧྲཱི་ཤུགས་ཆེན་མོ་ཅིག་བླངས་ཏེ་དེ་ནི་ང་ད་ཧྲཱི་བླངས་ཏེ་གཏིང་ནས་བཟོད་སྒོམ་མ་ནས་མ་བྱོས་བ་ལམ་གཅིག་ནི་དེ་ནས་ཁོའང་འདྲ་འདྲ་འཛིངས་ས་དང་ཁོའང་འདྲ་འདྲ་ནོལ་ད་འཛེར་མཁན་ཅིག་ཡིན་ནོ་ཟེར་ན་ད་དེ་གཟུགས་མེད་ནོ་ཞེས་ནོག་ད་གཙོ་བོ། ད་དཔེར་ན་ཁྱེད་ལྟ་ན་མི་གཞན་ཅིག་གིས་རང་ང་ཁྱེད་ལྟ་ན་མ་ཨ་སྒོར་མ་སྒོར་མ་འདི་ནས་སང་ལོ་མང་པོའི་སྔ་ནས་ཕར་ན་ཁོའི་ང་རྒྱ་མ་ནི་འཛེར་རིན་གྱི་ན་ཡོང་ཟེར་ན། ཡིས་སྤེ་ར་བ་མ་ནི་ང་མ་ནི་མོག་པོ་ཟེར་ད་མ་མོག་པོ་སོང་ད་ང་མ་ནི་ཟོར་ཉམས་ཅིག་ནོག་ད་ལྟོས་དེ་རིང་ད་ང་ཁོ་ཨ་ངའི་ལྟས་གཟུགས་མ་ནི་མ་ནི་ཁོ་རང་ལ་འཇིགས་རྒྱ་ལ་ཞིག་བཏང་སྟེ་ཁོ་རང་ངའི་མ་ནས་གཟུགས་སོ་ཚང་མ་ངའི་མ་ནས་ཁོ་རང་པགས་ན་ནས་འཛིངས་སྟེ་བསྣོལ་ཏེ། འོ་ད་དེ་ཚོ་གི་ལ་འཇིགས་མ་བཏང་ན་ང་འགྲིག་ཆད་མི་རག་ཟེར་ཏེ་ཁ་འཛིངས་དང་ལག་འཛིངས་གཉིས་ཀ་བཏང་སྟེ། དེ་ནས་དེ་ཚོ་གི་སྤྱོད་རྫོགས་བ་ཞོན་ནོ་ད་དེ་ཚོ་སྤྱོད་ན། ད་མ་ནས་ཅི་མ་ནས་ཅི་མ་ནས་ལོ་མང་པའི་ང་ནི་ཕ་ལ་ཟེར་རིན་འདག་ས་ཚང་མ་རུབ་སྟེ་ཟེར་རིན་གྱི་ནང་ཙོག་པོ་ཞིག་ཟེར་རེ་ནང་འོ་ད་དེ་ནས་དེས་རང་ཡང་བཟོད་པ་སྒོམ་སེ་ཡོད་དམ་རྫོགས་པའི་ཆོས་སུ་ཚིར་ཁ་བ་ན་ཁ་ཆ་ཁར་མགོན། དེ་ནས་དེ་འོག་ང་དང་མཚམས་མ་ནས་མ་བོར་ར་ད་རུང་ཡིན་ནང་འཇོག་ཟེར་ཏེ་སོང་ནོ་གསུངས་པ་སོང་ད་གཞས་དྲང་གི་དང། ད་དེ་ནས་དེ་ཁ་ནས་འཇིགས་པ་དང་ཟེར་ཏེ་སོང་ཨ་ཟེར་ཏེ་དུ་བ་ད་འཇིགས་པའི་ཆོས་ལས་མི་འདའ་བ་འཇིགས་སྣང་ཆ་ནུ་ཡོང་ཁར་འབོ་ད་དཔེར་ན་ཅི་ནོ་ཟེར་ན། མི་འདའ་བ་ནི། དྲེགས་པའི་ཕྱོགས་ནས་ཆོས་མི་གཏོང་བ་དེ་དཔེར་ན་འགའ་ཞིག་ན་རེ་ཁྱོད་ཆོས་མི་གཏོང་ན་དཔའ་བོ་སུམ་བརྒྱ་བཀྲར་མེད། ཉིན་རེ་བ་བཞིན་ཁྱོད་ཀྱི་ལུས་ལ་ཤ་གྲངས་ལྔ་ལྔ་གཅོད་ཟེར་ཡང་ཆོས་མི་གཏོང་ངོ། ད་མ་ནི་འཇིགས་སྣང་བསྐུལ་ཏེ་ཞོག་ནོ་སུ་ཞིག་གིས་ད་མ་ནི་ང་དང། འཇིགས་པ་མ་ཞུགས་ཆེན་མོ་བོ་ཞིག་ཡོད་མཁན་དྲེད་པ་བཞོན་ན་དེ་བས་གཞོན་ནོག་པ་འཇིགས་སྣང་བསྐུལ་མཁན་ནི་མི་ཁ་ཅིག་གིས་ཡོང་སྟེ་ཧ། ད་དེ་བས་མི་ཁ་ཅིག་ཡོང་སྟེ་ཁྱོད་རང་ཅི་མ་ནས་ཅི་འཇིགས་སྣང་ཅིག་བསྐུལ་ནའང་ཁྱོད་རང་ཆོས་པོ་མ་ནས་ཚིར་ཁ་ཚང་མ་ནང་ནས་མི་འགྲུལ་བྱེད་ཞིག་གས་བཅོས་ཅན་ཡོད་ན་ཟེར་ན་དེ་ཚུགས་ཆེན་མ་ནས་མེད་ནོ། དཔེར་ན་མི་འགའ་ཞིག་བཞུགས་ན་མི་ཁ་ཅིག་གིས་གཞོན་ནོག། ཁྱོད་ཆོས་མ་གཏོང་ན་ཁྱོད་རང་ག་ལྟོས་ཀྱང་ཆོས་རེར་ཚིར་ཁ་འོག་ནས་ཁ་མི་ཆ་བྱེད་སའི་ལམ་པའི་ཁ་ང་བཞག་སྙམ་པོ་མ་ཡོང་ན། དེས་ན་ང་ཁྱོད་རང་དཔའ་བོ་སུམ་བརྒྱ་ཁྱོངས་སོ་མི་དཔའ་བོ་སུམ་བརྒྱ་ཁྱོངས་སོ་དེ་ནས་ང་དང་ཁྱོད་རང་གཟུགས་པོ་ཆ་ཚང་རེ་རེ་རེ་རེ་བྱོས་སོ་བཀྲལ་ཏེ་མ་ནས་མེ་ཐོན་བྱོས་སོ་ཡན་ལག་ཡབ་ཆ་རིང་ལིང་བཀྲལ་ཏེ་ནང་ཉི་མ་རེ་རེའི་ནང་ཁྱོད་རང་ལུས་ལ་དེ་ནས་ཁ་ཟུག་ང་དང་ཤ་ཁྲག་ལྔ་བརྒྱ་ལྔ་བརྒྱ་ཕིང་ངེ་ཤ་མོ་བ།

རྨོངས་པའི་ཆོས་ལ་མི་འདའ་བ་ནི་ལ། རིགས་ལྔ་དང་བཞི་པ་བས་ན་རྨོངས་དང་ཞུ་མཁན་པོ། ད་རྨོངས་དང་ཞུ་མཁན་ནི་བཞི་པ་བས་ཅི་འགྱོགས་སུ་ནི་མི་ཤེས་པས་ཕྱོགས་ནས་ཆོས་མི་མཐོང་བ་སྟེ། ད་ཧ་མ་གོ་ཁ་ནི་ཐོགས་པའི་ཁ་ནི་ཡང་ལྔ་དང་ཆོས་པོ་མེད་མཁན་བཅུ་དང་བཅུ་གསུམ་མ་ནི་མིན་པ། དཔེར་ན་འགའ་ཞིག་ན་རེ། ལས་མི་ལྡན་འབྲས་བུ་མི་ལྡན། དཀོན་མཆོག་སུ་མི་ལྡན། ཁྱོད་ཆོས་བྱས་ན་ཅི་བྱེད་ཆོས་ཞོག་ཟེར་ཡང། ཆོས་མི་གཏོང་བའོ། ད་ཡུལ་མ་བདེན་པའི་ང་དང་ཡོངས་བཅད་འཇིགས་སྣང་དུ་བ་མདངས་དྲན། ཅེས་བརྗོད་ན་མདངས་དྲན་དུས་ལ་ཕྱུག་པོ་ཆགས་མཁན་ཁ་ཅིག་ཡོད་ཀྱང་ད་ང་ཤ་ནི་རྔན་མ་ནང་ཅང་ཚོང་མ་དང་སྡུག་སོན་དྲང་པོ་བྱེད་སུ་འདུག་སུ་ནི་ནང་ད་ཅང་ང་ཤ་ཟ་རྒྱུ་འཐུང་རྒྱུའང་མེད་མཁན་ཆགས་དེ་སང་ཚང་མ་མཉམ་པོ་འགྲུལ་ཏེ་རྐུན་མ་ཞིག་བརྐུས་སུ་སུ་འཇིགས་གཏོང་མི་ཡང་སྒོབ་ཤོག་ཅིག་བཏང་ན་མ་ནི་མགོའང་ཐོན་ཅི་མི་རུག་ཟེར་མཁན་མ་མང་པོ་ཡོང་དུ་བ། གསུངས་པ་ལྟར་དེ་རྫོགས་ཤིག་ཡོང་ནའང་བཞོན་ནོ་ད་ཧ་མ་དགོས་ཁ་འབེན་ནོ་བཞོན་ནོ་དེ་སྡིག་པ་རེ་ཀུན་ཉིན་མཚན་མེད་པར་འགྲུལ་ཏེ་ཀ་ནས་ཀ་རུ་ང་དང་ཉིན་མཚན་མེད་པར་བེ་ནས་ཀྱང་བྱོན་མཛད་མཁན་ཚང་མ་ཧ་མ་དགོས་ཡིན་ནོ། མི་གཏོང་བ་དེ་དཔེར་ན་མི་འགའ་ཞིག་ན་རེ་ལས་དང་བཞོན་ན་ཉོག་པོ་ད་ལས་མི་ལྡན་ཟེར་ན་ལས་དགེ་སྡིག་ལ་བརྟེན་ནས་འདྲེ་སྦུག་དེ་ཐུག་ཡོང་ཕྱིར་བུ་མ་ནི་བདེན་པ་མིན་ནོ་ཟེར་ཆེས་དང་གཅིག། འདྲེ་སྦུག་དེ་ནི་ང་དང་ལས་དགེ་ལ་བསམ་ན་ཐུགས་རེ་སི་དང་ང་མཚུངས་བས་དེ་ནི་ང་ཚོ་ང་དང་སྐྱེ་བ་ལན་བྱེད་ཅན་ཨོ་སྟེ་འོ་དེ་ནི་ང་དང་ལྡན་པ་མ་ནས་མན་ནོ་ཟེར་ཞེས་དང་ཉིས་སྐྱོ་ད་ལས། དེ་ནས་དཀོན་མཆོག་གསུམ་མི་ལྡན་ཟེར་ར་ན་སྙམ་པོ། ད་ལྡན་པས་བྱོན་ན་དཀོན་མཆོག་གསུམ་མགོ་སྐོར་དང་གང་ཅི་ཡིན་ནོ་ཟེར་ན་མ་ནས་མན་ནོ་ཨ་དེ་གཙོ་བོ་དཀོན་མཆོག་གསུམ་ད་དེ་ནས་ཡིན་ན་ཡང་ད་ཡིད་ཚང་མ་ཁྱོད་ལ་འདང་འདི་རེད་ད་མགོ་སྐོར་མང་པོ་དང་འདུག་ཁ་ཤ་ཐག་མང་པོ་འདུག་ད་མི་འདྲ་མི་འདྲ་ཟེར་འདུག་འོ་ད་ང་ཐང་ཚང་མ་ཡིའུ་འཇིག་རྟེན་རིང་ན་ང་ཐང་སྒོ་ཤད་ཅན་པོ་ཚང་མ་མེད་མཁན་ཅོ་ཅེ་སི་པི་ཡ་ད་ཟེར་དེན་ཝེ་ཚང་མ་ཟེར་རེ་ཚོགས་དེ་ཚུགས་ཡོད་ན་དེ་བོ་མི་དེན་ཟེར་མཁན་དང་ཁྱོད་ཀྱིས་ཆོས་བྱེད་ན་ཅི་བྱེད་ཟེར་ད་བཟོ་དེ་མི་ད་ཁྱོད་རང་ཆོས་ཤིག་བྱོས་ཟེར་ཅི་བྱེད་འདོད་ད་ང་ཅག་མཉམ་པོ་འགྲུལ་ལངས་ད་ངན་མ་ནི་ང་ཅག་མཉམ་པོ་འགྲུལ་དེ་ཚོང་དང་པོ་ནི་དང་དེ་རིང་ཁྱོད་ཕྱུག་པོ་ཚོང་དུ་རྒྱག། ངན་སྨྲ་ནི་ཁྱོད་ང་ཅག་གཉེན་པོ་སྦྲུལ་ཏེ། ཨི་ཙོ་བ་ཤན་པའི་ལ་ཤོད་ཟེར་ན་བདག་འདི་རན་ཁྱང་ཕྱུག་པོ་སོང་འདུག་གི་ཧ། ངན་སྨྲ་ན་གཉེན་པོ་སྦྲུལ་ཏེ་ང་ཅག་ན་གཉེན་པོ་འབུ་ཟེར་པས་ན་བདག་འདི་རན་ཁྱོད་རང་ག་རུར་པོ་ཏེ་འགྱུར་དུ་ཡོད་ཀྱང། ཡིན་ནང་དེ་ཡོང་མི་རིག་པ་ཁྱོད་རང། དེ་འོང་ཞིག་ན་མ་ནི་ཆོས་ཤིག་བཅོད་དེ་གར་ཟེར་རིན་ཅི་ད་མ་ནི་འདུག་འདུག་པ་ད་ཧ་ཧ་ད་ཁྱོད་རང་འདུག་ཨ་ད་ལ་ཐོ་སང་ཡ་ཟེར་ར་ཟེར་ར་ཙོག་ཡོད་ན། འོ་དེ་ཙོག་ཡོང་ཧ་ཧྲི་ཅན་ནོ་ད་ཆོས་ཅན་ནི་ཅི་ཕན། ཆོས་ཕྱོགས་ད་ཕོང་བ་ད་རུང་ཡིན་ན་དུས་སུ་ནོ་ཧ་ཡིས། ད་རུང་ན་ཁྱོད་རང་ཁྱུ་སྐྱེ་འདུག་ད་སྔ་ཅག་མཉམ་པོ་ཡོང་ལ་ཞུ་བ་ཡོང། ང་གཞི་ན་ད་རུང་གོ་ནག་ཁ་ཅིག་ཡོད་དེའུ་ན་མཉམ་པོ་ཡོང་ཟེར་ར་རྫོགས་ཁྲི་ལྡེ་ཁེར་ཁེམ་ཅིག་ཡོད་ན་ཤོ་ནོག་ད། འོ་དེ་བས་ཡོད་ན་ཡང་ཆོས་སྤོ་རང་ཁྱོད་རང་ལོ་དང་བཅས་མེད་རྒྱ། ངེད་ཅག་རང་གཅིག་མཛའ་ནང་མཛའ། ངེད་ཅག་རང་རྩ་མེད་པའི་གནས་ཆུ་ནང་ཆུ། ང་ངེད་ཅག་མཉམ་པོ་ཡོང་ང་མེད་ཟེར་མཁན་ན་འོ་ད་དེ་བསམ་པ་ཡོང་གོ་ཟོ་ནོག་ཤོ་ནོག་ད་གཙོ་བོ་མི།

སྐྱོ་དང་ཨོ་ཏེ་སོང་པ་འདུན་པ་བྱུང་ན་ཆགས་པ་ཡོད་ནོ། ཞེ་སྡང་བའི་ཐོག་ནང་ཡོང་ངོ། འཇིགས་དངངས་ཡོང་ངོ། ཧ་མ་གོ་ཁ་ནང་ཡོང་ངོ། ང་དང་འཇིགས་སྣང་སྐུལ་ཁ་ནང་ཡོང་ངོ། དེ་ན་གཙོ་བ་དེ་ནི་ང་དང་ད་ཆོས་ཆོ་ག་རེད། དེ་གཙོ་མ་མང་པོ་ཅིག་ཡོང་ནོག་པ་ཡིན་ནང་དེ་ཚང་མ་མ་ནི་འཕངས་ཏེ་ཆོས་པོ། རང་ཁུ་རི་ག་འདུག་ཅེས་ནང་མ་ནི་དེ་ཚང་མ་འཇིགས་པོ་ཡིན་ནོག་བསམ་ཏེ་ཆོས་འཕངས་ན་འགྲིག་ཅེས་ནང་བཟོས་ན་མ་ནི་མེད་ནོག། ཟོ་དེ་དེ་བས་སོང་བས་ཚེ་དང། དེ་ལྟར་རྣམ་པ་བཞི་དང་ལྡན་པ་དེ་དག

ཆོས་སྤྱོད་ཁ་ནས་མི་ལ་འཇིགས་སྣང་ངང་སྒུར་མཁན་མ་མང་པོ་ཞིག་ཡོང་ནོ་ཡིན་ནའང་དེ་འཇིགས་སྣང་པོ་ལ་བཟའ་སྟེ་ཆོས་སུ་འཕང་བྱེད་ཡ་ནོ་ཟེར་ན་མེད་ནོ། ཆོས་ཕྱོགས་པའི་ན་སྐབས་ལ་དེ་ནས་ང་དང་ཧ་མ་གོ་ཁ་ནས་ཡིད་ཆོག་པ་དེ་ནས་ལམ་ལོག་པ་ཁྲིད་དེ་ཁྱེར་ཁ་ནས་མི་ཁ་ཅིག་ཡོང་ཟེར། འོ་ད་དེ་ནས་དེ་ཚོ་གིས་ང་དང་འགོབ་སོར་བཏང་བྱས་ན་ཡོང་ཨ་རོག་ཡིན་ནའང་དེ་འགོབ་སོར་བཏང་ན། ཉན་རང་གང་བསླུས་ཤེས་བསླུས་དང་གང་གོ་ལ། ག་གཟུགས་ང་དང་ཡིད་ཆེས་སོང་སྟེ། དེ་ནས་ཆོས་སུ་འཕང་བྱས་ནོ་ཟེར་ན་མེད་ནོ། འོ་ད་དེ་ན་གང་ཞིག་འོ་ཡིན་ཀྱང། དེ་ལྟར་རྣམ་པ་བཞི་དང་ལྡན་པ་དེ་དད་པ་ཅན་ཡིན། འོ་ཅི་ནོག་ཤེ་ན་རྣམ་པ་བཞི་དང་ལྡན་བརྗོད་ན། བསམ་གཞིག་ང་དང་ནོར་བཞིན་ཆགས་ལ་ཆགས་ཞེན་དད་བསམ་ཞིག་མེད་མཁན་ནང་གཅིག། སུ་ཞིག་གིས་ང་དང་ཧྲོ་ཞིག་དང་ནང་སྟེའུ་ལ་དད་བསམ་ང་དང་ཁ་ལོག་ཚིག་ལོག་མེད་མཁན་ནང་གཉིས། དེ་ནས་སུ་ཞིག་གིས་འཇིགས་སྣང་ཆེན་མོ་ཞིག་སྐུ་ལས་སྣང་དེ་ནས་ཆོས་སུ་ཐོག་ཚིར་ཁ་ཧུ་རེ་ཁ་འདུལ་ཁ་ནང་གསུམ། སྲོད་ཀྱི་ང་དང་ཧ་མ་གོ་ག་ནས་ལམ་ལོག་པར་ཁྲིད་བྱེད་སའི་མ་ནི་འབར་སོན་བཅས་ཡོད་ན་ཡང་ལྟེ་བའི་ཁ་མ་ཆག་ལམ་བཟང་པོ་ཞིག་གིས་ཐོ་བའི་ཁ་རྒྱ་ལ་ཆོས་སེམས་འབུལ་ཐུབ་མཁན་ཅིག་ཡོད་ན་འོ་ལྟེ་བ་དེ་ནི་ད་ལྟ་ཅང་འཛེར་མཁན་པོ་ལྟེ་བ་ཡིན་ནོ་ཞོ་ནང་པ་སངས་རྒྱས་དཀོན་མཆོག་ཆོས་སྲུང་མཆོག་དགེ་འདུན་དཀོན་མཆོག་གསུམ་ལ་དང་བའི་དད་པ་ཡིན་འགྲོ་འདོད་པའི་དད་པ་ཡིན་འགྲོ་ཨི་ཆེས་ཀྱི་དད་པ་ཡིན་འགྲོ་ད་ལྟ་བཅོས་ན་འོ་ཟོ་སྲིད་ཀྱི་ད་དཔལ་ཡོད་མཁན་གྱི་ཡོང་དགོས་བསམ་མོ་ཟོ་དེ་སོང་ཟོ་དེ་དུ་བ། དེ་ན་ན་རྨོངས་པའི་ཆོས་མི་འདའ་བ་བཞུ་མཁན་པོ་ད་གཙོ་བོ་དེ་བས་ཁ་ནས་ང་དང་ཤེས་པའི་ད་དཔལ་ཐོབ་དགོས་བྱེད་ཀྱིན་པོ་ཁག་ཆ་མོ་ཞིག་འདུ་བ། འོ་ཤེས་པའི་ད་དཔལ་ཐོབ་བྱེད་སྲིད་པས་དེ་ནས་ཅི་ནོག་བཞུ་ན་ད་ཤེས་པའི་ད་དཔལ་ཐོབ་བྱེད་སྲིད་པས་ཁྱོད་ལ་ང་དང་སློབ་སྦྱོང་སྦྱོང་དགོས་བསམ་མོ་བ། ཨོ་གཏད་སོད་པ་སང་ད་རེས་ང་དང་ཀུན་ནུ་འགལ་བ་ཡེ་ཤེས་འགྲུབ་པའི་ནམ་མི་ན་ང་དང་ཆོ་ས་ད་པ་འགལ་ལ་ཅོག་གོ་ས་ནོ་ད་པ་ཨོ་དེ་ནས་ཆོ་ས་ན་ང་དང་ཧ་གོ་ཁ་ནས་ད་པ་སྐད་གོ་ས་ནོ་ད་དབང་རྟུལ་ད་པའི་བྱེ་བྲག་ན་དབང་རྣོན་ཆོས་ཀྱི་བྱེ་བྲག་ངེས་སྐད་ན་ནི་དེ་ནས་དབང་རྣོན་ཆོས་སྐད་ཀྱི་བྱེ་བྲག་ཅོག་གོ་ས་ནོ་གཟུགས་དེ་སུའང་འཛད་དེ་འདུ་བ་ད་དེའུ་གཅིག་སུའང་འཛད་དེ་འགལ་འཛོ་ན། ཆོས་ཧ་གོ་ག་ནས་ཟེར་ག་འོ་ནས་གང་ཡོང་གོ་སོང་ནོ་མོ་ནས་ཧ་མ་གོ་ཐ་མ་ཐོ་མིས་ཀྱང་ཅུང་འདུག་ཆེ་མེད་ཀྱག་སོ་དེ་ད་ལྟའི་འོ་སོང་ཟེར་དེ་ནོ་གོ་འདུག་ནི་འོ་དེ་སོང་མ་ང་ད་ཚང་མས་ཐུགས་ཡིད་ལ་འབོར་དགོས་ཞེས་མ་ཁག་ཆེན་མོ་གྱག་དེ་སོང་པ་དང་ས་མོང་པའི་ཆོས་མི་འདའ་བ་སོགས་ཁ་མདོག་སྟོད་དམག་འགྲེལ་ཆེན་མོ་ཞིག་འདུག་བ་ལས། ངེས་ལེགས་སྒྲུབ་པའི་གེ་གནོད་ཆོག་པ་ཡིན་ནོ་ད་ལྟའི་འོ་དེ་ནས་ཅི་ནོག་ཟེར་ན་སངས་རྒྱས་སུ་གོ་འཕང་རིན་པོ་ཆེ་སྒྲུབ་བྱེད་བྱས་ནས་གནོད་དུ་གྱུར་ཏེ་ད་ཐར་པའི་སྣོད་ནི་དེ་ནི་ང་དང་ད་ཐར་པ་མཐར་ཐུག་པ་སྒྲུབ་བྱེད་ཅན་ནི་མཆོག་ཏུ་གྱུར་པའོ་སྟེ་འོ་ཡིན་ནོ། ཟད་དེ་གཟུང་བ་ཟད་དོ། འོ་དེ་གཟུང་བ་ཟང། དེ་ཚགས་པ་དེ་ནི་ང་དང་ད་ཐར་པ། མ་ཁག་ཆེན་པོ་ཡིན་ཁ་ན་བཏང་བའི་ཐར་པའི་སྐོར་ལ། དེ་རིང་ནི་ཆོས་ཕྲན་དེ་ཙམ་གྱིས་ཟན་པར་བཞུགས། བསོད་ནམས་འདི་ཡིས་ཐམས་ཅད་གཟུགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་དུ་སྐྱེ་བ་ནི་བྱིས་པ་ལུང་འཕྲོག་པ་ཡིན། སྲིད་པའི་ཚུལ་ལས་འགྲོ་བ་གྲོལ་བར་ཤོག།